ཀྱི་དེ་མེད་ན་ནི་རྒྱལ་ཁབ་ཅིག་བརླག་ཏུ་བཅུག་པ་རེད་ར། འོན་འོ་དེ་ག་འདྲས་ང་ལ་ཞིག་བཤད། ད་བོད་ནང་བོད་ནང་ནས་སླེབས་མཁན་བོད་ནང་ལ་ཡོད་མཁན་བོད་མི་དང། བཙན་བྱོལ་ནང་ཡོད་མཁན་བོད་མི་ཚོ་འདྲ་གི་མི་འདུག་གསུང་ཡ་འདི་དག་ཁོ་ཏན་ཏན་འདྲ་གི་མ་རེད་བསམ་གི་འདུག་ཁ་སང་ཁོ་གནས་ས་དང། འདི་གི་ཁོར་ཡུག་ཚང་མ་ལ་མི་འདྲ་ཆགས་ཏེ་ཡོད་རེད། བོད་ནང་ལོགས་ཡོད་མཁན་བོད་མི་ཚོ་ཡིན་པ་ཡིན་ན། ལུས་སེམས་གཉིས་ཀའི་གི་སྡུག་བསྔལ་རྙོག་ནས་འདས་འགུགས་ཡག་རེད། དཔེར་ན་ང་འདྲ་བོ་བྱས་ན། ངའི་ཉམས་མྱོང་རང་གི་ཐོག་ནས་བཤད་བས་ན། ཉིས་སྟོང་གཉིས་གསུམ་ནས་ཕལ་ཆེར་གཅིག་གཉིས་ནས་ལབ་ནས་འགྲིག་འདུག་འཛིན་གྲྭ་བཅུ་གཅིག་གི་སློབ་མ་ཚོ་དང། མཐོ་སློབ་ཀྱི་སློབ་ཕྲུག་ཚོ་ལ་ཡང་རྡ་རམ་ས་ལ་ལ་ཡང་དངོས་སུ་ཡོང་ཆེད་ལས་ཁུངས་ཁག་སྐོར་བསྐྱབས་ཆེད། བོད་མིའི་སྒྲིག་འཛུགས་དང་དམངས་གཙོའི་འགྲོ་སྟངས་དང་དེ་མཚམས་ལོ་ངོ་སྤྲོད་བྱེད་ཡག་གི་ལས་རིམ་འདུག་ཟིན་བཙུགས་རེད་དེའི་ནང་ལོག་ནས་ང་ཚོ་འདུག་བལྟས་ཡོང་དུས་ཚང་མ་བོད་ནང་ནས་ཡོང་མཁན་གྱི་སློབ་མ་དང། རྒྱ་གར་ནས་བཙན་བྱོལ་ནང་སྐྱེས་ཞབས་པའི་སློབ་མ་འབའ་ར་ལ་ཁྱད་པར་ཤུགས་ཆེན་པོ་འདུག་བོད་ནང་ལོག་ནས་ཡང་ས་ཁུལ་ས་ཁུལ་མི་འདྲ་བ་ཐོག་ནས་ཁྱད་པར་ཤུགས་ཆེན་པོ་འདུག། ར་བོད་ནས་ཡོང་མཁན་ཚོ་ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ནས་དོ་སྣང་ཆེ་ཡག་དགོས། ར་སློབ་སྦྱོང་ལ་ཡིན་པ་ཡིན་ནས་ཕེ་པེ་ཕེ་གེ་ལ་ཡག་གོ་སྐབས་མ་རག་པའི་སོང་ཙང་འདི་ལ་ཡག་ཅིག་སློབ་སྦྱོང་བྱེད་ཡག་ལ་འབད་བརྩོན་འགྲུབ་འདི་ཤོག་ཆེ་ཡག་དགོས། ད་བཙན་བྱོལ་ནང་སྐད་དེ་ངན་དེ་ང་ཚོ་དངོས་སུ་སྡུག་བསྔལ་འདི་མཐོང་གི་ཡོག་མ་རེད་པ། བོད་ནང་ལ་བོད་མི་འདི་ཚོ་སྡུག་བསྔལ་མྱོང་བཞག་པ་འདི་ད་ང་ཚོ་ཅིག་སྐྱིད་སྡུག་མཉམ་མྱོང་སུ་རུབ་བྱེད་ཡག་ཅིག་མ་གཏོགས་ཅིག་གི་དངོས་སུ་སོ་སོ་སོ་དཀའ་ལས་བརྒྱབ་པ་དང་དཀའ་ལས་མཐོང་བ་དང་སྡུག་བསྔལ་མྱོང་བ་དང་སློབ་སྦྱོང་བྱེད་ཡག་གི་ས་སོའི་སློབ་སྦྱོང་མ་བྱེད་མ་མ་བྱེད་ནས་མ་གཏོགས་ཅིག་གིས་སློབ་སྦྱོང་བྱེད་ཡག་གི་གོ་སྐབས་མ་རག་པ་དེ་འདྲའི་རྩ་བ་ཉིད་ནས་མ་རེད་པ། དེ་ཚོ་མཁས་པ་ཅིག་ཏན་ཏན་ཡོང་བསྡད་ཀྱི་འདུག་དེ་ཡིན་དུས་བསམ་པ། ད་འདིའི་ཁོ་སྤྱི་བཏང་གི་དྲི་བ་འདྲ་བོ་ཞིག་རེད། ཡིན་པ་ཡིན་ནས་བོད་ནས་ཡོང་མཁན་ཚོ་ཡིན་པ་ཡིན་ནས་ད་བོད་ནང་ལ་བསྡད་མཁན་གནས་ཚུལ་ཁ་ཁ་བྱེད་བོད་ནས་ཚུར་བཙན་བྱོལ་ནང་སླེབས་བསྡད་མཁན་ཚོའི། ཡང་ལོ་བཅུ་བཅོ་ལྔ་འགྲོ་དུས་སེམས་པ་ལ་དགྲ་བོ་དགྲ་བོ་ཆགས་འགྲོ་གི་འདུག་ག་ཁ་ཤས་རྗེས་འགྲོ་གི་འདུག་ག་ཁ་ཚེ་ངས་ཨོ་སི་ཀྲ་ལི་ཡ་ཁོང་ཚོ་ལས་ལབ་རྒྱུ་བྱུང་ཨོ་སི་ཀྲ་ལི་ཡ་ཡོད་དེ་ངས་བོད་པ་མང་ཆེ་བ་ཅིག་ད་ལྟ་སིད་ནི་དང་མེལ་སྦོར་ནི་ཡོད་དེ་ངས་ཚོ་ཆབ་སྲིད་བཙོན་སུག་དེ་འདྲ་རེད་ད་སུ་སོ་སོ་དཀའ་ལས་ཞིབ་པོ་བརྒྱབ་རྗེས་བཙོན་ཁང་ནང་འཛུལ་བཙན་བྱོལ་ནང་མ་སླེབས། ཧན་རི་བོད་གཞུང་དང། དེ། གལ་སྲིད་ཨོ་སི་ཀྲོ་ལི་ཡ་གཞུང་གི་བཀའ་དྲིན་ལས་དེ་ནི་ཕན་ནུས་པ་སླེབས་བསྡད་པ་རེད་དེང་སང་ཡང་རྩ་བ་ཉིད་ནས་ཆབ་སྲིད་ལ་དོ་སྣང་མེད་ལྟ་ངན་དེ་ལས་ཡོང་བསྡད་གི་རེད་དེ་མཚོན་པ། ཁོ་མི་འདྲ་མི་འདྲ་མི་འདྲ་ཅིག་ཆགས་ཡོང་གི་འདུག་བྱས་ཙང་སྤྱི་ཚོགས་ཀྱི་འགྱུར་བ་ཤུགས་ཆུན་པོ་འདིའི་ནང་ལོགས་ལ་ད་ང་ཚོ་མང་པོ་ཞུགས་ཅིག་འདི་བྱེད་དགོས་གི་འདུག་ང་ཚོ་ཡིན་ནས། ག་བ་ཕྱིན་པ་ཡིན་ནས་བོད་པའི་སྤྱི་ཚོགས་ཐུགས་མཐུ་ཡས་དང། རོ་ཨབ་བུད་མེད་ཐུག་སྟེ་ད་རིང་ང་ཕ་གའི་འགྲོ་དུས་སེམས་པ་ཨི་ཏྲི་ལི་ལའི་ཁོང་ཚོ་ཐུག་ཡོད་འཁྲུངས་སྐར་ཉིན་མོ་དེ་དེ་ནས་སུས་ལས་བོད་པ་དེ་གས་ད་ག་ཚོད་མང་མང་ཕྱིན་ང་ཚོ་ཐུག་ཐུག་དགོས་ཀྱི་འདུག་གནས་ཚུལ་འགྲེལ་བཤད་རྒྱབ་དགོས་ཀྱི་འདུག་ཁོ་རང་ཚོ་དོགས་པ་རྣམ་རྟོག་ཚོ་སེལ་ཐུབ་པ་སེལ་ཐུབ་ཡག་གི་འབད་བརྩོན་དེ་མུ་མཐུད་ནས་བྱེད་དགོས་ཀྱི་འདུག་མ་གཏོགས་ཅིག་གཞན་པ་སྤྱི་ཚོགས་ཁོ་རང་དེ་སང་འཕྲུལ་ཆས་དང་བརྡ་འཕྲིན་མ་ལག་འདི་ཚོ་འགྱུར་བ་ཤུགས་ཆེ་ཕྱིན་རྗེས་ཨ་ནི་ང་ཚོས་སྙོབ་མ་ཐུབ་ཡག་གི་གནས་སྟངས་དེ་འདྲས་ཆགས་ཡག་ཉན་ག་འདུག་ཀྱི་བསམ་པ་ལ་ཡ།

ག་ཟེ་ང་ཨ་མའི་ཁོག་པ་ནང་ཡོད་དུས་ཚང་མ་ལ་ཨ་མའི་མ་ནི་བགྲང་གི་ཡོད་རེད་ཟེར། དེ་འདྲའི་འབོར་ཤོས་འདྲ་བཤད་དེ་ག་བྱེད་དགོས་རེད་ད། རེད་བ། ང་ཨ་མའི་ཁོག་པ་ནང་ཡོད་དུས་ཚང་མ་ཨ་མའི་མ་ནི་བགྲང་གི་ཡོད་རེད་ཟེར་ནང་ཆོས་ད་ངའི་ཁྲག་ནང་ཡོད་རེད་ཟེར་བཞིན་དེ་འདྲའི་བཤད་དེ་གོ་རེད་ཡིན་ནས་སྐྱབས་འགྲོ་འགྲེལ་བཤད་རྒྱབ་ལ་ནི་རྒྱ་ཡ་ཡོད་མ་རེད། རུ་ཨ། ཏཱ་ཡིན་ནས་དེང་སང་གོ་སྐབས་ཧང་སང་ཡག་པོ་འདུག་བ། ཧང་སང་ཡག། ལྷག་པར་དུ་རྒྱ་བོར་རིན་ཆེན་ཐུགས་རྗེ་བཀའ་དྲིན་ཡི་བརྟེན་ནས་གོ་སྐབས་དཔེ་མི་སྲིད་ཡག་པོ་ཡོད་རེད། ད་ཕྱི་རྒྱལ་འཛུགས་ཡིན་པ་ཡིན་ན། ཕྱི་རྒྱལ་འཛུགས་དུས་ཚོད་རྩ་ཆེན་པོ་ཞུ་རྩིས་ཀྱི་འདུག་བ། ད་ལྟ་བོད་པ་ཚོ་ངའི་ནམ་རྒྱུན་རྩེད་མོ་མཉམ་དུ་ལབ་བསྡད་དེ། དཔེ་ན། མི་གཞན་པ་འཛུགས་ཡིན་པ་ཡིན་ན། རེད། དགོན་བདག་མཚན་ལ་གཉིད་ཁུག་དུས་ཚོད་མ་ལ་རྨི་ལམ་བཏང་གི་རེད། ང་ཚོ་བོད་པ་དེ་ག་དེ། ཉིན་གུང་མིག་གདང་གིན་གདང་གིན་ང་སྦེལ་ཇམ་ག་དུས་སླེབས་ཡོང་ཨ་མི་རི་ཀ་ག་དུས་སླེབས་ཡོང་ཨོ་སི་ཀྲོ་ལི་ཡ་ག་དུས་སླེབས་ཡོང་ཚར་རྨི་ལམ་བཏང་འགྲོ་འདོད་ཀྱི་ཡོད་རེད། དཔལ་འབྱོར་རང་ལ་རྔམ་བྱེད། ད་ཡིན་ན་ཕྱི་རྒྱལ་ཕར་འགྲོ་ཚོད་ཚོད་ཚན་པ་ལ། ཆུ་ཚོད་ཆུ་ཚོད་ནས་རྩིས་རྒྱབ་རྒྱབ་གི་འུག་འདུག་ཆུ་ཚོད་གཅིག་ལ་འགྲོ་ལ་ག་ཚོད་རག་གི་འདུག་ཆུ་ཚོད་ཉི་མ་གཅིག་ལ་ཆུ་ཚོད་ག་ཚོད་ལས་ཀ་བྱས་པ་ཡིན་ན་ཨ་ནི་ང་འགྲོ་ལ་ག་ཚོད་བསགས་ཐུབ་ཀི་འདུག་བུ་ལོན་ག་ཚོད་སྤྲད་ཐུབ་ས་རེད་ཟེར་ཡག་གི་སྐད་ཆ་དེ་མང་པོ་ཤུགས་ཀྱིས་ཡོང་འདོད་ཀྱི་འདུག་ཨ།

ཕྱི་རྒྱལ་ལ་ཆོས་ཚོགས་ཁག་མང་པོ་བཞུགས་ཆོག་ད་ས་དགེ་བཀའ་རྙིང་བོན་པོ་དུ་བཅས་པའི་གི་ཆོས་ཚོགས་ཁག་མང་པོ་བཞུགས་ཆོག་ཆོས་ཚོགས་འདི་ཚོ་ནང་ལོགས་ལ་ཡང་བོད་པ་ཆོས་ཉུང་ཉེན་ཁ་ཡོང་ངེས་དཔེ་མི་སྲིད་དཀོན་པོ་རེད། ཕལ་ཆེར་ཕལ་ཆེར་ཐར་པ་ཐོབ་ཚར་ཡིན་འདུག་ས་ག་ཅན་སླེབས་ཚར་ཡོད་འདུག་མདོ་ལ་ཆོས་སྡེ་འགའ་ནས་མ་གཏོགས། ཕྱི་རྒྱལ་འདི་ཚོ་དངུལ་སྤྲད་ཅིང་དུས་ཚོད་བཏང་ཅིང། རེད་པ། འདི་དོ་སྣང་སྤྲད་མཁན་བྱུང་འདི་ཚོ་ཁོ་རང་བསམ་བློ་འཁྱེར་སོ་གི་ཁྱད་པར་ཅི་རེད་དེ་ཡིན་ཚང་མ་ང་ཚོ་བོད་པ་ཚོ་ཡིན་པའི་ནས་འདི་དུས་ཚོད་འདི་ཆུ་ཚོད་མ་གཏང་བྱས་རྗེས། ཨ་ནི་འདི་བྱས་པ་ཡིན་ན་རང་བཞིན་གྱི་དོ་སྣང་བསྐྱེད་ཡ་རེད་སོ་སོ་སོའི་གྱི་བརྗོད་གཞི་ག་འདྲ་ཞིག་གང་ལ་ཡང་དོ་སྣང་མང་ཙམ་སྤྲད་གི་ཡོད་ནས། འདི་སློབ་སྦྱོང་ལེན་ཡ་གྱི་ཁྱད་པར་ཡིན་ཅི་ཡོང་དེ་ད་དབུ་མ་རང་བཙན་འདི་ད་ངས་ཁྱང་བཤད་པ་དེ་ངས་ཡང་བསྐྱར་བསྐྱར་ཐབས་ཆེན་མོ་བྱེད། ད་བོད་ཡིག་ལ་དོ་སྣང་མ་སྤྲད་ཡ་གསལ་དེ་ད་མཚམས་རེ་མཚམས་རེ་ང་འབྲི་བ་བཞིན་པ་ཡིན་ནས་ངས་གཏམ་བཤད་བྱེད་པའི་སྐབས་ལ་ཡ། ཁ་ཅིག་བོད་ཡིག་ཡག་པོ་ཞིག་དང་བོད་སྐད་ཡག་པོ་ཞིག་དང་མེད་པ་བྱེད་ཡ་ཨིན་ཇིའི་ནང་ལྟས་ཅིག་མགོ་འཚོས་ཡ་ཡོད་པ་ཡིན་ན་ད་ང་ཚོ་སྐད་ཆ་བཤད་ཡ་གྱི་རྒྱུ་མཚན་གཙོ་བོ་དེ་གོ་བརྡ་འཕྲོད་ཡ་གྱི་ཆེད་དུ་སྐད་ཆ་བཤད་གི་ཡོད་རེད་བ། དེ་ཡིན་དུས་ཚན་པ་ལས་ཨིན་ཇི་དང་བོད་སྐད་གཉིས་ཀ་ཚིག་བེད་སྤྱོད་བཏང་རྗེས་བྱེད་ཀྱི་ཡོད། ད་སྐབས་རེ་ཡང་བོད་སྐད་རྐྱང་པ་རང་བེད་སྤྱོད་བཏང་རྗེས་འདུག་སུན་ཡོང་དེ་བར་ཡང་སྐབས་རེ་ཨིན་ཇི་གཅིག་པོ་ན་བཤད་དགོས་པ་དེ་འདྲའི་ཡོད་སྐོར་དང་ངས་སྐད་ཤེས་པ་དེ་གས་རེད། ཡིན་ནས་བུའི་ལ་ཡ་དོ་སྣང་སྤྲད་དགོས་ཡ་དེ་རྒྱག་རུང་བྱེད་ཀྱི་ད་དུས་རྒྱུན་དེ་ལས་དཀའ་སྣང་ཡ་དེ་ལྷག་ཅིག་ངས་ད་རིང་ཞུ་དགའ་ཡོད་མ་རེད་ཕ་ཅེ་ད་རིང་གསུང་ཆོས་སྐབས་ལས་དཀའ་སྣང་ཡོད་ཀྱི་རེད་བསམ་མ་ཐུབ། བོད་ཡིག་རྩ་ཆེན་པོ་ག་ཚོད་ཡིན་པ་དང། ལྷག་པར་དུ་ནང་ཆོས་ཀྱི་འགྲེལ་པ་རྒྱབ་དགོས་ན་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡང་བོད་པའི་སྐད་ཡིག་ལས་ལྷག་ཅིག་མེད་པ་འདི། སེར་བོ་ཞི་བ་སྦྱིན་པའི་སོང་ཙང། འདི་དོ་སྣང་གནང་དགོས། གལ་སྲིད་བོད་ཡིག་ལ་ད་ང་ཚོ་སེམས་ཁྲལ་ཆེ་ཤོས་འདི་ད་ཕྱི་རྒྱལ་ཡུལ་དེ་སང་བོད་པ་མང་པོ་བཞུགས་ཤིག་འགྲོ་འདེགས་ཡོད་རེད། ཕྱི་རྒྱལ་ལ། སྙིང་རྗེ་ཞུ། ཕྱི་རྒྱལ་ལ་བོད་མང་པོ་ཞུ་ཞུ་འགྲོ་སྡོད་ཀྱི་ཡོད་དུས་ཚང་མ་ལ་ད་ལྟའི་ཕ་འགྲོ་ངན་གྱི་མི་རབས་འདི་ག་དེ་ཨོ་སི་འདུག་ག་ས་ཁོ་དེ་བ་ནས་བོད་སྐད་རྒྱབ་བྱས་ཕ་ཕྱིན་པ་རེད་བ་ཤེས་ཡོན་ཡོད་ངེས་ད་ངེད་མ་སུའི་ཟི་ལན་ཕྱིན་བཞག་པ་དང་ཀེ་ན་ཏྲ་ཕྱིན་བཞག་བ་དེ་གི་ནང་ལོག་ནས་ཕ་མ་སུའི་གི་དོ་སྣང་བྱེད་བྱེད་སྤུ་གུ་ལ་ཡ་སྐད་ཡག་པོ་བསླབ་བཞག་ཡོད་ན་ད་ད་ཡིན་པ་ཡིན་ནས་སྤུ་གུ་ཆེན་པོ་ཚོ་སྐད་ཡག་པོ་རྒྱབ་ཐུབ་དུ།

ཁ་སུ་རེད། ཕག་ཞག་ཅེས་པ་བརྡ་སྤྲོད་དང་སྙན་ངག་སུ་ལ་འཛུགས་ན་ཕག་ཞག་ཅེས་འདུག་ཆགས་པ་ཡིན་ན། མ་འོངས་པ་གར་ཆགས་སྲིད་ཀྱི་རེད་ཟེར་ན་བོད་སྐད་དེ Sanskrit ན་བཞིན་ཅིག་ཆགས་མ་སྲིད་པ་མ་གཏགས། མཁས་པ་ཚོ་སློབ་སྦྱོང་བྱེད་ཡག་གི་སྐད་ཡིག་སུ་རུ་ཅི་གོ་ཅིག་ཆགས་འགྲོ་ཡག་གི་ཉན་ཁ་དེ་ཡོད་པ་རེད། དེང་སང་དེ་འདྲའི་ཆགས་སྒོ་མེད་པ་ཡིན་ན། ཨན་ད་ལྟ་རྒྱ་འོམ་ཆེན་ཐུགས་རྗེ་བཀའ་དྲིན་གྱི་བརྟེན་ནས་བོད་པའི་གི་ཐོག་ལ་ཡང་སྐད་ཡིག་སྦྱང་མཁན་དེ་ཚོ་མང་པོ་ཡོང་གི་འདུག་བ་ང་ཚོ་མེད་གང་གྱིས་དེད་དེ་གི་ཡོད་རེད་བོད་ཡིག་སྦྱང་མཁན་དེ་ཚོ་མང་པོ་ཡོང་གི་འདུག།